ད་ཉི་མ་བཞིའི་རིང་ག་ཟེར་ཆུ་ཚོད་དགུ་བཅུའི་རིང་ག་ལ་ཡོད་འདུག་ཅེས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་དུ་འདུག་ཅེས་ཟས་བཅད་ངོ་རྒོལ་གྱི་འདུག་ཅེས་ལས་འགུལ་ཞིག་རྦད་དེ་སྤེལ་བཞིན་པ་དེའི་ཐོག་ལ་ཐོག་མ་དེ་ལ་སོ་སོའི་གུས་པས་རང་ཉིད་ངོས་ནས་ཡ་ཨ་ནི་དབུས་བོད་བཞུགས་ལྷན་ཚོགས་ཀྱིས་གཙོས་པའི་དེ་ག་ནང་བཞིན་གྱི་ནིའུ་ཡོག་ལ་ཡ་དེ་ནི་ས་གནས་གཞུང་འབྲེལ་མེད་པའི་ཚོགས་པ་རྣམ་པ་ཚོས་ཀྱི་འདུག་ཅེས་མཉམ་ཞུགས་གནང་བ་སོགས་དེའི་ཐོག་ལ་ཡ་ཨ་ནི་གུས་པས་རང་ཉིད་ངོས་ནས་ཡ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ད་གཙོ་བོ་དེ་ལ་སོ་སོར་གྲོགས་བྱེད་པ་ན་དུས་རྟག་ཏུ་ང་རང་ཚོ་རང་བཙན་གྱི་ཆེད་དུ་ཟེར་ནས་བསྒྲགས་འདུག་དོན་རང་བཞིན་གྱི་འཐབ་རྩོད་ལས་འགུལ་ག་འདྲ་བྱས་ན་དེའི་ཐོག་ལ་ཡང་རྒྱབ་སྐྱོར་ནག་ཉེས་ཅིག་ཆགས་ཐུག་གི་ཡོད་གང་ལ་ཟེར་དུས་གང་ལ་ཡ་དེའི་ཐོག་ལ་ཡ་སོ་སོར་གྲོགས་བྱས་ན་སོ་སོ་གྱི་ཕ་དམ་པ་གཙོས་པའི་ན་ཕོ་ལོ་ཉི་ཤུ་ནས་གཙོས་པའི་སོ་སོ་གྱི་ཕ་ཡུལ་ད་དོར་ཞིག་བཞག་ནས་རྒྱ་མི་ལ་ཡ། རབ་དང་རིམ་པ་གི་འཐབ་རྩོད་ཟེར་ན་དྲག་འདུག། ཐ་མག་ཟེར་ན་དྲག་འདུག། དྭང་བླང་གི་ཐོག་ནས་རེད་བ། ཨ་དེ་བཞག་ནས་ད། བོད་ཡུལ་ལ་འབྱོར། ཨེ་བོད་ཡུལ་ལ་ཡ་ཡིན་རྒྱ། དྭང་བླང་དམག་མི་བློ་འཁྲེགས་ཚུལ་དམག་མི་ལ་མཉམ་ཞུགས་བྱས་སོ་སོ་གི་ཕ་མ་སྤུན་མཆེད

རྒྱ་མི་གུང་ཁྲན་ལ་ཡག་ཐུག་ཞིག་ཕར་བལྟས་ཟེར་ན་དྲག་འདུག་ཨ་དྲ་རྒྱའི་མདུན་ལམ་ནས་ཨ་ནི་སོ་སོ་གི་རྒྱལ་ཁབ་དང་རྩ་བའི་བླ་མ་ལ་ཡག་ཨ་ནི་ཐུག་ཞིག་ཕར་བལྟས་དེ་འདྲ་བྱས་པ་ཡིན་ན་སོ་སོ་ངོས་ནས་དེའི་ཐོག་ལ་ཡག་ག་དུས་ཡིན་ན་ཡག་ཨ་ནི་གཅིག་རྩོད་ལེན་གི་ཆེད་དུ་ཐུག་ཞིག་ཞེས་དང་ཨ་ནི་ལས་འགུལ་དང་གང་འདྲའི་ཐོག་ནས་ད་གང་ང་ཚོ་རང་བཙན་དང་རྒྱལ་ཁབ་དོན་དུ་འདུག་ཞིག་འགྲོ་ཐུབ་མཁན་ཞིག་ཡིན་ད་རྣམ་པ་ཚོ་ལ་ཡག་ཞོལ་ཆེ་ལས་ད་ཁེ་སང་ནིའུ་ཡོག་ལ་ཡར་ལྟོས་ཆེད་མཉམ་ཞུགས་བྱས་ཡོད་ཀ་ལ་ཨ་ནི་དབུས་བོད་མི། གཞོན་ནུ་ཚོགས་གཙོ་གིས་ད་ད་ལྟ་གོང་དུ་ཞུས་པ་ན་གོ་སྒྲིག་གི་བ་ལ་ཡར་དེ་ནི་ས་གནས་ནིའུ་ཡོག་དང་ནིའུ་ཡོག་ཇར་སི་གི་གཞོན་ནུ་གིས་གོ་སྒྲིག་གི་བ་ལ་ཡར་ལྟོས་ཆེད་ཞལ་ལྕེ་ངོ་རྒོལ་ཅིག་ཅིག་ཞུ་བ་མ་ཟད་ཡང་དེ་གི་ཐོག་ལ་ཡར་མི་ཉུང་ཤས་ཅིག་གིས་མཉམ་ཞུགས་གནང་བ་འདུག་ཨ་འདི་ཚང་མ་ལོག་ལ་ཡར་ཐུག་ཆེད

གཅིག་གི་རྣམ་པ་ཚོ་ཞོས་ཅིག་སང་ཉིན་དེ་ཉི་མ་ཐ་མ་ཆག་འདུག་གང་ལ་ཡ་ཚང་མ་ལོག་གི་ཁོ་རང་ཚོ་ལ་ཡ་ཆད་འདུག་རྒྱབ་སྐྱོར་གི་ཚོས་འདྲ་འདུག་དོན་རང་བཞིན་གི་སང་ཉིན་ཆུ་ཚོད་ག་ཤེད་ཆག་རིང་ག་ལ་ཡ་ཆུ་ཚོད་བཅུ་གཉིས་བར་ལ་ཡ་རྣམ་པ་ཚོ་གི་དེ་གི་ཐོག་ལ་མཉམ་ཞུགས་ཅིག་བྱེད་ཐུབ་བས་ན་དེ་ཡག་པོ་ཞེ་དྲག་ཡོང་གི་རེད་བསམ་གི་འདུག་རོགས་པ་གང་ལ་ཟེར་དུས་གང་ལ་ཡ་ང་རང་ཚོ་གི་ད་ལྟ་རྒྱལ་ཁབ་དེ་བོད་ཟེར་བ་དེ་ད Tibet ཟེར་གི་རོགས་པ་ང་རང་ཚོ་གི་དེ་ནི་རྒྱ་དམག་ཟེར་བ་ད་རྒྱ་ནག་དམར་པོའི་གི་བ་ལ་ཡ་ད་ལོ་དྲུག་ཅུ་ལྷག་ཞིག་ལོ་ངོ་དྲུག་ཅུ་ལྷག་ཞིག་ར་བ་འདུག་ཆིག་ད་ཆག་དེ་གི་ཡོད་རེད་ཨ་བཙན་གནོན་གི་བ་ལ་ར་བ་སེམས་ད་ང་རང་ཚོ་ད་ཕྱི་རྒྱལ་རང་དབང་ལུང་པ་ལ་ཡ་ཡོད་རེད་དེ་ཡིན་ནའི་ང་རང་ཚོའི་གཞུས་ལུས་ཨ་སྤུན་ད་ཚོ་ད་ས་ཡ་དྲུག་ལྷག་ཞིག་ཨ་ནི་བོད་ལ་ཡ་ཡོད་ར་བ་ཨ་བཙན་གནོན་གི་བ་ལ་ཡ་ཉིན་ད་རེ་བཞིན་ང་རང་ཚོ་ནང་བཞིན་རང་དབང་དང་དེ་གྱི་དེ་འདྲ་ཡོད་མ་རེད་ཨ་རྣམ་པ་ཚོ་གི་ད་ཅིག་རྒྱ་ཁྱོད་ད་ལོ་ནས་ཅིག་ཟེར་གི་ཡོད་རེད་རེད་བ་ཁྲ་ཁྲ་ཟེར་ཚེ་མང་པོར་ཞིག་གཏོང་བ་དེ་ཚ་མོ་ལོ་ད་ཅིག་ཞུས་བ་ཡིན་ན Drama ཟེར་བར་བ་ད་ཡིན་ཐོག་ཞུས་བ་ཡིན་ན་ཅིག་ག་སེམས་ལ་ཡ་དེ་ཡོད་མ་རེད་དེ་ཡིན་ནས་བཙན་གནོན་དགོས་བ་ལ་ད་རྒྱ་མིས་གི་དུ་ཞིག་སྤེལ་ཡང་འདུག་ག་ད་རང་བཞིན་གི་ད་མི་ཅིག་གནས་གོ་ཆག་འདུག་ག་ཧང་ལ་ཡ། ད་ང་རང་ཚོ་ཕྱི་རྒྱལ་རང་བ་ལ་ཡོང་བ་ཡོད་པ་ཚོ་ཡིན་ཏེ་ཁོ་རང་ཚོ་གི་མགྲིན་ཚབ་བྱེད་ཅིག་རོ། ད་ང་ཚོ་གིས་དམག་དང་དེ་འདྲ་རྒྱག་ཐུབ་ཀི་མ་རེད་དེ། ད་དེར་ཁེ་སང་དྲ་རྒྱའི་སྡོད་ལམ་ཡིན་དུས་གང་ལ་ཡག། དྲ་རྒྱའི་དུས་ནི་ཡག། དྲ་དམག་ག་འདྲ་རྒྱག་དགོས་ཨོ་དོ་རོ། ད་ང་རང་ཚོ་གིས་གསར་འགྱུར་བརྒྱུད་ལམ་ད་མང་པོ་ཅིག་གཟིགས་གནང་གི་ཡོད་རེད་དེ། ག་ནང་བཞིན Instagram། དེ་ག་ནང་བཞིན་གྱི་ངོ་དེབ། དེ་ག་ནང་བཞིན་གྱི Tik Tok། ད་ང་རང་ཚོ་མང་པོ་ཞིག།

ནི། ཨ་དང་པོ་ངས་ལ་མོ་ང་ལ་ཡ་བོད་པ་རེད་དྲན་མི་འདུག་བ། ཨ་ངས་མོ་དྲ་ནང་ལོག་ལ་ཡ། མ་ནས་འཁོར་ལོ་བཅུ་བཅུ་ཞོ་དུད་ཁང་ལ་ཡ་ནི་མོ་ང་བོད་པ་ཡིན་པ་ཅིག། དོག་པ་ཞིག་གླེང་ཡོང་དུད་ཁང་ལ་ཡ་ནི་ང་སྐད་ཆ་དྲིས་འདུག་ང་བོད་པ་ཡིན། ཞུས་པ་ཡིན་བ། ད་མོ་རང་མཚོན་ཆེ་བ་ན། ལོ་ཉི་ཤུའི་སྔོན་ལ་ཡ་ཟེར་ན་འདྲ་འདུག། བོད་དོན་གྱི་དྲིལ་བསྒྲགས། མོ་རང་ཡ་ནས་འོ་ན་དེ་རེད་ཤག་ག་སོང་བས་ང་རང་ཚོ་བོད་དོན་གྱི་ཆེད་དུ་རྒྱབ་སྐྱོར་གནང་མཁན་ཅིག། དེ་ནི། ད། ལོ་ཉི་ཤུའི་སྔོན་ལ་ཡ་བོད་བོད་ཀྱི་ད། ང་རང་ཚོ་གི་འཛམ་གླིང་ནང་ལོག་ལ་ཡ། ད། དྲིལ་བསྒྲགས་ཟེར་ན་བསྒྲགས་འདུག་ཡོངས་བསྒྲགས་ཅིག་དང་ད་ལྟའི་གནས་བབ་ལ་ཅིག་བལྟས་འདུག་ག་ལ་དེ་ཁྱད་པར་ཞིག་ཅིག་མཐོང་གནང་འདུག་མོ་རང་གིས་ད་དེ་ག་རེ་བྱེད་འདི་ད་བོད་པའི་གི་དེའི་ཐོག་ལ་ཡ་འཐབ་རྩོད་གི་ཐོག་ལ་ཟེར་ན་བསྒྲགས་འདུག་བོད་རྒྱལ་ཁབ་ཐོག་ལ་ཡ་འདུག་ཞིག་ཨ་ནི་ག་འདྲ་ཞིག་ད་ཁུ་སིམ་སིམ་ཟེར་ན་བསྒྲགས་འདུག་ཉམས་ཆག་ག་འདྲ་ཞིག་ཕྱིན་པ་རེད་དེ་འདྲའི་དྲི་བ་དྲིས་ལན་མང་པོ་ཅིག་ཞུ་ང་ཚོ་གཉིས་ཆུ་ཚོད་ཕལ་ཆེན་ཕྱེད་ཀ་ལྷག་ཟིག་གི་དེའི་སྐབས་ལ་རོ་ཨ་ཨེ། དེ་དུས་མོ་རང་ལ་རྒྱན་གྱི་ད། ཅིག་ག་གསལ་བཤད་དུ་མ་སོང་བོད་ནང་གི་གནས་སྟངས་དང་དེ་ནས་ང་ཚོ་ཕྱི་རྒྱལ་གྱི་ད། ཅིག་གནས་སྟངས་དེ་ཚང་མ་ཅིག་རབ་དང་རིམ་པ་ཅིག་ཞུས་པ་ཡིན། ད་གཙོ་བོ་དེ་ལ་ཡ། ད་དེ་ཞུས་དེ་ག་རང་རེད། ང་རང་ཚོ། ཨ། སྙན་པ་དང་མ་འདྲ་བའི་ད་དུས་ཚོད་ཅིག་འགྱུར་བ་ཕྱིན་པ་རེད། ཨ། དམིགས་བསལ་གྱི་ད་ཕྱི་རྒྱལ་གྱི། ཨ། གཞུང་གི་ངོས་ནས་ཡིན་ཟེར་ན་འདྲ་འདུག་རྒྱལ་ཁབ་གྱི་ངོས་ནས་ད་ང་རང་ཚོ་བོད་ཀྱི་འཐབ་རྩོད་ཁང་ལ་རེད་བ། ཅིག་གི་རྣམ་པ་ཚོས་ད། ཨ། ཁོ་རང་ཚོ་གྱི་ངོས་ནས་གཟིགས་སྟངས་དང། དགོངས་པ་བཞེས་སྟངས་དང། རྒྱལ་ཁབ་སོ་སོ་གི་ཆབ་སྲིད་ཀྱི་འགྱུར་ལྡོག་ཆེ་མང་པོ་ཕྱིན་འདུག་གང་ལས་དཔོན་རིགས་ཟེར་ན་དྲག་འདུག། རྒྱ་ནག་དམར་པོ་གཞུང་དྲག་ཆུ་ན་དེ་དཔོན་ཆོས་ཐོག་ལ་ཡོད་ཐག་ཇུ་ཇི་རེད་ཟེར་གྱི་ཡོད་རེད་ཁོ་རང་ཚོས་སྡིག་དྲག་གནང་གི་ཡོད་རེད། དེའི་ནང་བཞིན་གྱི་དེ་ནས་ཁོང་ཚོས་གི་ད་གོ་བ་མཐོན་པོ་མེད་རེད་ཅི་མང་པོ་ཤེས་གི་ཡོད་རེད་དེ་འཛམ་གླིང་ངོས་ནས་ཡོད་ཐག་འཛམ་གླིང་ས་ཕྱོགས་རྒྱལ་ཁབ་མང་པོ་ཅིག་གི་དེ་ནས་དེའི་ཐོག་ལ་ཅིག་བལྟས་འོང་དུ་གང་ལ་ང་རང་ཚོ་ལ་ཡ་དེ་ཙམ་ཅིག་མེད་པ་ཅིག་ད་ཡིན་ནས། དེ་འདྲས་ཅིག་མཛད་ཟིན་འདུག་ག་ལ་ང་རང་ཚོ་ཨ་ནི་བོད་རིགས་ཚང་མ་ལོ་དམིགས་བསལ་གྱི་ད་ཕྱི་རྒྱལ་རང་དབང་ལོངས་པར་ཡོད་པ་ཟིན་ད་དུར་བ་ང་རང་ཚང་མ་ལོ་རྡོག་རྩ་གཅིག་སྒྲིལ་ངོས་ནས་ཡ་ང་རང་ཚོ་གི་ངོས་ནས་ཡ་ད་ལས་འགུལ་སྤེལ་ཏེ་སོག་པོ་དང་སིལ་པོ་བཟོས་ཏེ་ཟེར་ན་དྲག་འདུག་དེ་ཡིན་དུས་གང་ལ་ཡ་ཨ་ནི་རྒྱ་ནག་དམར་པོའི་གཞུང་ལ་ཡ་ངོ་རྒོལ་རྣམ་པ་བཏོན་ཏེ་ཅིག་ང་རང་ཚོ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཆོལ་ཁ་གསུམ་གྱི་མི་རིགས་དང་བསམ་བློ་རྡོག་རྩ་གཅིག་སྒྲིལ་བྱེད་ར་བ། ད་ནི་ང་རང་ཚོ། ད་ལྟ་དེ་རྒྱ་ནག་དམར་གཞུང་ལ་ཡང་ག་འདྲ་ཅིག་བྱེད་ཁུག་འདུག་འཐབ་རྩོད་ཀྱི་ལས་འགུལ་མང་སྤེལ་དགོས་ས་བ་དང་དེ་ག་ནང་བཞིན་གྱི་བོད་ནང་ལ་ཡང་དཀའ་ངལ་བྱུང་འདུག་ག་ད་ལྟ་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་ཡང་དྲིལ་བསྒྲགས་ག་འདྲ་སྤེལ་གྱི་འདུག་ད་ནི་བོད་གཞོན་ནུ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གནང་གི་ཡོད་རེད་དེ་ག་ནང་བཞིན་གྱི་མདོ་ཁམས་ཆུ་བཞི་མཁའ་འགྲོའི་བུད་མེད་ལྷན་ཚོགས་ཚང་མ་གནང་གི་ཡོད་རེད་ཡིན་ནའི་ད་ང་ཚོ་གིས་ཏེས་ཅིག། རྡོག་རྩ་གཅིག་སྒྲིལ་གྱི་ངོས་ནས་ཡང་ཤུགས་ཆེ་བྲིམས་ནས་ང་རང་ཚོ་བོད་མི་རང་གིས་གཅིག་མ་བྱས་པར་ལ་ད་དེ་རིང་ཁེ་ཚང་མི་གཞན་ལས་ཟེར་ནས་བསྒྲགས་འདུག་རྒྱལ་ཁབ་གཞན་ལས་ཡ་ཟེར་ནས་བསྒྲགས་འདུག་དེ་འདྲ་ཅིག་ཅིག་བཅོས་བསྡད་ན་ཅིག་སོ་སོའི་ངོས་ནས་ཡ་འདི་ཞེས་མ་འདྲི་བར་རྣམ་པ་རེ་ཞིག་མཐོང་ཐེངས་དུ་རུང་བ་དེ་ཡིན་དུས་གང་ལ་ཡ་ད་སང་ཉིན་འདི་དམིགས་བསལ་གྱིས་ད་ལྟ་ངས་དེ་རིང་ཐད་གཏོང་ཟེར་ནས་བསྒྲགས་འདུག་བརྒྱུད་ལམ་འདི་གི་ཐོག་ནས་ཡ་རྣམ་པ་ཚོ་ལ་ཡ་གུས་པོས་རང་ཉིད་ངོས་ནས་ཡ་ང་བཀྲ་ཤིས་རྟོགས་བཞེས་ངོས་ནས་ཡ་རེ་བརྒྱུད་ཁར་ཆོད་སང་ཉིན་འདི་ཉི་མ་མཐའ་མ་ཅིག། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་ཡུན་ལ་ཡ་ད་ནྡ་དབུས་བོད་མི། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ད་ནྡ་ནིའུ་ཡོག་ནིའུ་ཡོག་དང་ནིའུ་ཇར་སི་གི་གོ་ཁྲིའི་བར་ལ་ཡ་ད་ནི་སང་ཉིན་ཏེ་ཉི་མ་ཐ་མ་གཅིག་ཉི་མ་བཞིའི་རིང་ག་ལ་ཡ་ར་བ་ད་ནི་དུས་སུ་གནང་བ་རེད་ཆུ་ཚོད་དགུ་བཅུའི་རིང་ག་ལ་ཡ་ར་བ་རྣམ་པ་ཚོ་ད་ནི་སང་ཉིན་ཏེ་ཡིན་གཅིག་མིན་གཅིག་ཆུ་ཚོད་བཅུ་གཉིས་ཀྱི་གོང་ག་ལ་ཡ་གཞོན་སྐྱེས་བར་གསུམ་ར་བ་རྣམ་པ་ཚང་མ་ལོག་ག་ལ་ཡ་གཅིག་གུས་པས་རང་ཉིད་ངོས་ནས་ཡ་གཅིག་རེ་སྒུག་ད་མ་སོང་ན་མཉམ་ཞུགས་བྱེད་དེ་དཔེ་གལ་ཆེན་པོ་གཅིག་དེ་བྱས་པ་ཡིན་ན་ཕྱིའི་མི་གིས་ཅིག་བལྟས་འོས་འདུག་གང་ལ་ཡ་ང་རང་ཚོ་ལ་ཡ་ནི་ཅིག་རྒྱབ་སྐྱོར་གི་རྣམ་པ་རེད་དེ་ག་ནང་བཞིན་གྱི་དབུས་བོད་མི་གཞོན་ནུ་ལྷན་ཚོགས་ཀྱི་ད་ལྟ་དེ་གོ་སྒྲིག་གནང་བཞེས་པའི་དེ་ལ་ཡ་ནི་གཟི་བརྗིད་དང་ལྡན་པ་ཅིག་ཡ་ནི་རྒྱ་མི་གིས་ང་རང་ཚོ་དགྲ་བོ་རྒྱ་དམག་ལ་ཡིན་ན་ཅིག་དང་ལེན་ཡ་ནན་པོ་ཅིག་འགྲོ་འོས་ཀྱི་དེ་འདྲ་ཅིག་ཡོང་གི་རེད་བསམ་པ་ཅིག་བྱས་འོས་འདུག་གང་ལ་ཡ།

རྡོ་ཁམས་ཆུ་བཞི་ཁང་དྲུག་གི་ཚོགས་གཙོས་གཙོས་པའི་དེ་ག་ནང་བཞིན་གྱི་ས་གནས་ནིའུ་ཡོག་ནིའུ་ཇར་སི་གི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་གཙོས་པའི་མང་པོ་ཅིག་གིས་ཕབ་ནོར་ལ་རྒྱབ་སྐྱོར་གྱི་མཚོན་དོན་བཏོན་ཕེབས་གནང་ཤག་ཚང་མ་ལོག་ལ་ཡི་ཐུགས་ཆེ་ཞུས་དང་མཐའ་དོན་དེ་ལ་ཡང་རྣམ་པ་ཚོ་ལ་ཡང་བསྐྱར་ནན་ཏན་གྱི་ཆེད་དུ་མཚོན་ན་དྲག་ཏུ་སང་ཉིན་ཡིན་གཅིག་མིན་གཅིག་ནིའུ་ཡོག་ནིའུ་ཇར་སི་བྷོ་སི་ཏོན་ཀེ་ན་ཏི་ཀེ་ཏི་ཝར་མོན་དེ་སྔ་ཁུལ་ལ་ཞུགས་མཁན་རུ་བ་ང་རང་ཚོ་བོད་རིགས་རྩམ་ཟས་ཚང་མ་ལོག་གི་ཨ་ནི་སང་ཉིན་ད་ལྟ་དེ་ས་གནས་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་གིས་ད་ལྟ་ཟས་སྤྱོད་ཆུ་ཚོད་དགུ་བཅུ་དེ་ད་ས་ཉིན་མཇུག་སྡོམ་བྱེད་ཆུ་བཅུ་གཉིས་ལ་ཚར་དུས་འདུག་གང་ལ་ཡ་དེ་ནི་རྣམ་པ་ཚོ་ལ་ཡ་ཡང་བརྒྱ་ནས་དེ་རང་གི་ཆེད་དུ་ཨ་ནི་ས་ཉིན་ཁོ་རང་ཚོ་ལ་ཡ་རྒྱབ་སྐྱོར་བྱེད་བརྩོན་ཤིག་གི་ཆེད་དུ་ཕེ་རུ་གནང་རོགས་གནང་ཟེར་རོ་དེ་འདྲ་ཅིག་ཞུ་ཡི་ཡིན་རྣམ་པ་ཚོ་ལ་ཐུགས་ཆེ་གནང་ཞུ་ཡི་ཡིན།